སྤྱི་འཐུས་དགེ་བཤེས་གོ་བོ་ཕན་བདེ་ལགས།
དཔའ་གདེང་ཚོགས་གཙོ་མཆོག། བོད་ནང་ལོ་དུ་ཟིང་ཉམས་ཅིག་དང་འབྲེལ་བའི་ཐོག་ནས་གནད་དོན་ཁ་ཤས་ཅིག་ཞུ་ཡ་ཡོད། གནད་དོན་དང་པོ་དེ་ང་ཚོ་གཙོས་ཆོས་ཞུ་ཞུ་བཞུགས་བོད་མི་ཚོ་གི་ཆེད་དང། ཞུ་བཞུགས་བོད་མི་ཚོས་མི་ལོ་བདུན་ཅུ་ལྷག་གཅིག་དགྲ་བོ་རྒྱ་དམག་གི་འོ་ལི་ཡ། ལུས་སེམས་གཉིས་ལ་ཡང་དཀའ་ངལ་ག་འདྲའི་ཆེ་ཁྲེལ་མེད་ལ་མ་ལྟོས་པར་བོད་མི་རིགས་ཀྱི་ཆོས་དང་རིག་གཞུང་བདག་པོ་རྒྱག་ནས། བློས་བཏང་དང་དེ་འབྲེལ་གྱི་ཐོག་ནས་ད་ལྟ་བར་དུ་ལྷ་ཡག་དེ་ཁོ་རྣམ་པ་ཚོ་བཀའ་དྲིན་རང་རེད། དེ་བྱེད་དུས་གང་ལ་ཁོ་རྣམ་པ་ཚོ་ལ་ཡར་རྒྱས་སུ་ཡོད་རང་ཞུ་བ་དང། དགྲ་བོ་རྒྱ་དམག་གཞུང་གིས་ཞུ་ཞུ་བོད་མི་ཚོ་ལ་ཡར། ལོ་བདུན་ཅུའི་ནང་ལོགས་ལ་ཡར་གསུང་མཚན་བསྐོ་བཞག་བྱས་པ་ཡིན་པས་ན་སྡེ་ཚན་གསུམ་གྱི་ཐོག་ནས།

སྡེ་ཚན་གཉིས་པ་དེ་ལས་ཁོང་རྣམ་པ་ཚོས་བལ་པོའི་ཆོས་དང་རིག་གཞུང་ལ་ཡང་ཤ་ཚ་དང་བརྩེ་བ་ཡོད་ངེས་ཀྱི། སྐྱ་སེར་ནོར་ལོག་ལ་ཡང་ནུས་པ་བཏོན་མཁན་ཚོ་ལ་ཡང་ཞྭ་མོ་ག་རེ་གཡུག་དགོས་ཀྱི་འདུག་ལྷག་པར་དུ་ཡང་ལོ་རྒྱུས་མང་བའང་གཙང་པ་བོ། ང་ནི་དེ་གི་ཐོག་ལ་ཡང་ཁོར་ཡུག་སྲུང་སྐྱོབ་པ་ཚོང་པ་གྲགས་ཅན་ད་ལྟའི་བའི་ལོ་ཁ་ཤས་ཅིག་ལ་བལྟས་པ་ཡིན་ན་དོལ་ཚོ་བཙོན་ལ་བཅུག་ན་ཨ་དྲག། ལྷོ་སུ་ངན་པ་བརྒྱབ་ན་ཨ་དྲག། ཁོང་རྣམ་པ་ཚོ་ལ་ཞྭ་མོ་ནག་པོ་གཡུག་ན་ཨ་དྲག་ད་ནི་ཆོས་ཚང་ཁ་ཤས་ཀྱི་འགྲོ་ཚར། དེའི་ནུས་པ་ཐོན་ཁུལ་ཡོང། ད་ཕྱིས་སུ་ཡ་དགྲ་བོ་རྒྱ་དམར་གཞུང་གིས་བོད་ནང་ལོགས་ལི་ཡ། བོད་སྐད་ཡིག་དང་འབྲེལ་བའི་ཐོག་ནས་དམིང་སའི་བོད་སྐད་ཡིག་ལི་ཡ་ཤར་ཞིང་ཡོད་ངེས་ཤར་ཚད་ཡོད་ངེས། མ་ནག་ཐོས་ཚོ་ལི་ཡ་འཛིན་བཟུང་དགོས་སྐུལ་སློབ་གསོ་བྱོས་ན་ཨ་དྲག། ཐང་མ་དེ་ལི་ཡ། བོད་མི་རིགས་ལི་ཤར་ཚད་ཡོད་ངེས་ཀྱི་བོད་པའི་སྐད་དང་ཡི་གེ་ལི་ཤར་ཚད་ཡོད་ངེས་ཀྱི་དེ་འདྲའི་གྲྭ་བཙུན་ནོར་ལུག་ཡིན་པ་ཡིན་ནི་རེད་སྐྱ་སེར་གཡོ་བ་མེད་པ་ནོར་ལུག་ནི་སྒེར་གྱི་གཙུག་པའི་བླ་གྲྭ་མང་པོ་ཡོད། དུས་ཚོད་རིམ་པས་ཆད་ནས་སྒུག་རྒྱུ་ཚར། ད་ཐེངས་ཀྱི་དཔྱད་གླེང་གཞི་རིམ་སློབ་གྲྭ་ནས་བཟུང་ནས་ལྷུག་བཙན་སྒང་གི་རྒྱ་ཡིག་ལ་འགྱུར་ཡག་དེ་གཞི་རྩའི་སྤྱི་པའི་ནང་ལོགས་ལ་ཡང་འགྱུར་བ་གཏང་ཐུབ་གི་ཡོད་མ་རེད་ཞུ་ཞུ་བོད་མི་ཚོ། དེ་གི་ཐོག་ལ་ཡང་གཏང་མི་ཐུབ་དུས་ད་ང་རང་ཚོའི་བོད་པའི་སློབ་གྲྭ། བོད་པའི་སློབ་ཕྲུག། ས་ཡ་མང་མང་མར་ཁྲིད་ནས་བཅའ་སྡོད་སློབ་གྲྭ་ལ་ཁྲིད་ནས་ཡར་ལས་དུས་གང་ལ་ཕ་མ་ཉང་དུ་ཡར་བཀའ་མོལ་ཞུ་མ་ཐུབ་ཡག་གནས་སྟངས་དེ་འདྲའི་ཅིག་གི་ཐོག་ནས་གདོང་རྒྱབ་པ་ཡིན་མ་བོད་ནང་ལོགས་ལ་ཡར།

ཁག་གིས་ང་ཚོས་དཔལ་ལྡན་བདེ་མཐའ་སེལ་ལ་དགོས་པ། དཔལ་ལྡན་བདེ་མཐའ་སེལ་ཐུང་ས་རུ་བསམ་པའི་བཞིན་གྱི་ཤེས་འཇོན་གཉིས་ལྡན་རུ་བ་ཡོད་ངེས་ཚོ་ལ་ཡང་བཙན་བྱོལ་ལ་ཞྭ་མོ་ག་རེ་ཡོད་དགོས་ཡ། ཁོ་གོང་ས་ཆོས་ཀྱི་བཀའ་མ་ཚད་ངེས་རེད་ད། ཁོ་གོང་ས་ཆོས་ལ་དད་པ་ཡོད་མ་རེད་ད། མི་བསྒྲིལ་ལ་མ་ང་ཚོས་བསྟན་དགོས་ད། དཔལ་ལྡན་བདེ་མཐའ་སེལ་མ་ཐོབ་ངེས་དང། ནང་ཁུལ་ལ་ཕྱོགས་ལྷུང་བྱས་ཏེ་ངས་སྐྱག་མཆོད་བྱེད་ཀྱི་ང་ཚོའི་ར་བ་ལ་བསྡད་ན་ནད་པ་ག་ཚོད་ཐོན་གི་རེད།

གོང་གསལ་སྐྱབས་གནས་ཆེན་པོའི་ཆོས་དང་རིས་སུ་མ་མཆིས་པའི་ཆོས་རྒྱུད་ཁག་གི་བླ་ཆེན་རྣམ་པ་ཚོས་ཀྱི། ཤག་གཉིས་ཐུན་མོང་ཤག་ནི་ང་ཚོས་མ་རྩ་དེ་ཆོས་སྲུང་གཅིག་སྒྲིལ་རེད་ད་ཟེར་དུས་དྲ་རྒྱའི་བརྒྱུད་ལམ་ཁག་གི་ནང་ཆོས་སྲུང་གཅིག་སྒྲིལ་གཏོར་གི་ཡོད། ང་ཚོ་འདི་ལ་སླེབས་དུས་ཡོད། ཆོས་རྒྱུད་སྲོལ་ཐུན་ཚོ་སྒྲ་ཐུང་ཐུང། འདུ་སྡོད་སྲོལ་ཐུན་སྒྲ་ཐུང་ཐུང་བྱས་ངས་ཚོ་ལོ་ད་ལོ། ང་ག་འདྲ་ཅིག་བྱས་སོང། ད་དུས་ཚོད་ཡིན་ན་ངས་ད་རིས་རྒྱས་པར་འགྲོ་གི་མེད།